བརྙན་ཐུང་ཟེར་ན་ད་འདི་གཙོ་བོ། ད་ད་ལྟ་རྣམ་པ་ཚོ་ད་མཁྱེན་གསལ་རེད་ང་རང་ཚོ་ཉེ་བའི་ཆར་ལ། བཙན་བྱོལ་ནང་ལོགས་ལ་ཡ་ད་གཞིས་ཆགས་ཁག་ཡིན་ན་རེད་ད་ང་ཚོ། ག་བ་ལ་ཡིན་ན་རེད་ད་ད་སྐྱབས་མགོན་རིན་པོ་ཆེ་གི་གོ་དོན་གི་གྲ་སྒྲིག་དེ་དཔེ་གྲ་སྒྲིག་ཨང་གསར་ངོས་ནས་འགྲོ་བསྡད་ཡོད་རེད་གོང་ས་མཆོག་གི་ད་སྐུ་མདུན་གི་འཁྲུངས་སྐར་དེ། ཨ་ནི་གཅིག་གི་གཟབ་རྒྱས་ཐོག་ནས་ཨ་ནི་གྲ་རྒྱས་པོ་ཐོག་ནས་འདུག་སྲུང་བརྩི་ཞུ་ཡས་ཀྱི་ལས་རིམ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད་ང་རང་ཚོ་ས་གནས་སུད་སི་ལ་ཡིན་ན་ད་ད་སུད་སི་ལ་ལེགས་ལྡན་ས་ཡིན་བོད་རིགས་མི་དམངས་སྐབས་བཅུ་དགུ་པའི་ངོས་ནས།

བཀའ་སློབ་ག་རེ་གནང་གི་འདུག་དམིགས་བསལ་གྱི་ད་ལྟ་ངེད་ཀྱི་འདིའི་མཐོ་སློབ་ཁག་གི་སྤུ་གུ་ལ་ལྷོ་ཕྱོགས་ལ་གནང་རྒྱུ་ཞིག་འདུག་བ་འདི་རྣམ་པ་ཙོག་ཅིག་ཚར་གཅིག་གསན་ཐུབ་པ་ཡིན་ན། དངོས་གནས་ཅིག་འདི་ནང་ལོ་ལ་ཡང་ཅིག་ནང་ཆོས་དང་འབྲེལ་ནས་དཔེ་ཐོ་ར་ཚིག་མཐོང་པོ་དེ་འདྲས་དང་ཨ་ནི་ཡང་གཏིང་ཟབ་པོ་བཞི་བོ་དེ་འདྲས་ནང་ཆོས་ཀྱི་མ་རྫུས་བྱས་ནས་རྣམ་པ་ཙོག་ཅིག་མགོ་མ་ཚོས་དེ་འདྲས་དང་དེ་འདྲས་རྩ་བ་ཉིད་ནས་མེད་བ་བྱས། ལྷག་པར་དུ་ཨ་ནི་ཅིག་ཁོ་རང་ཚོ་མཐོ་སློབ་སྤུ་གུ་ཚོགས་ཀྱི་ཁ་རི་ཁ་ཐུག་སེམས་ལ་དོགས་པ་ག་རེ་ཡོད་པ་དེ་ནི་ཡག་འདུག་གོང་ས་མཆོག་འདུག་བརྙན་བཟང་ཞུ་བ་ཤེས་སོང་ཨ་ཀུན་འདུས་ཀྱི་འདུག་མ་ཨ་འདི་ཚོ་ལ་ལན་འདི་ཚོ་དངོས་གནས་གསུམ་ཧང་བསང་ཨེ། ལས་སླ་བོ་ངོ་ནས་གཅིག། གོ་བདེ་བོ་ངོ་ནས་དེ་འདྲ་གསུངས་ཤག་ཨ་འདི་ང་རང་དཔེ་ཡག་པོ་མཐོང་སོང་སོང་ཙ་ད་ལན་ང་རང་གིས་ནི་ང་རང་བརྙན་ཐུང་བརྒྱུད་ལམ་ནས་འདུག་གཅིག་ཨ་ནི་གཅིག་མ་འདུག་སུ་ཨ་རྣམ་པ་ཚོར་ཡ་གཅིག་གིས་འདི་ངས་བརྙན་ཐུང་འདི་ཕུལ་ཐུབ་པ་ཡིན་ན་ཏན་ཏན་ཨ་ནི་གཅིག་མི་མང་པོ་གཅིག་གལ་སྲིད་བཀའ་སློབ་དེ་ཡང་གཅིག་ངས་བརྙན་ཐུང་ན་ཚོགས་ཞུགས་བྱུང་མྱོང་མེད་ཆེ་འདི་ཡང་བརྙན་ཐུང་མཇལ་མ་མྱོང་བ་དེ་འདྲ་ཡོད་པ་ཡིན་ན་ཏན་ཏན་ཐུགས་འགན་གསོས་པ་ཡོང་ས་རེད་བསམ་ནས་ད་རིང་ང་རང་གིས་ནི་གལ་ཆེན་དོན་ཆེན་རྩིས་བྱས་ནས་ངས་བརྙན་ཐུང་འདི་འདུག་ལན་ཡོད། འདི་ཀ་མ་ཞིབ་འཇུགས་ཀྱི་བརྙན་ཐུང་རེད་ཤག་ཨ་འདི་ནང་ལ་སྙིང་རྗེ། མཐོ་སློབ་ཁག་གི་སྤུ་གུ་དེ་ཚོ་གིས་ནི་གཅིག་སོ་སོ་སེམས་ལ་ཡ། དོགས་པ་ཡོད་རྒྱུ་དེ་ཚོ་དྲི་བ་དྲིས་ལན་དེ་ཚོ་དཔེ་ཡག་པོ་གནང་བཞག་ཨ་ནི་ཧོན་དེ་གཅིག་ངའི་རྣམ་པ་ཚོར་ད་ཕུལ་དགོས་བསམ་སོང་ཨ་ནི་འདི་ནང་ལོགས་ལ་ད་གཙོ་བོ་ཁོང་ཚོ་མཆོག་གིས་གསུང་འོས་དེ་ག་རེ་ལ་བ་ཡིན་ན་ཕྱིའི་དངོས་པོ་དེ་ག་ཚོད་ཀྱི་ཡར་གས་འགྲོ་བ་ཡིན་ན་འདི་ནང་བཞིན་པའི་ནང་སེམས་ཀྱི་བདེ་བ་དེ་ཨ་ནི་འདུག་ཨ་ཡར་གས་འགྲོ་ཡ་ཁག་པོ་རེད་གསུང་གི་འདུག་ཨ་ཕྱིའི་དངོས་པོ་ག་ཚོད་ཡར་རྒྱས་འགྲོ་བ་ཡིན་ན་ཡིན་ནི་སེམས་ལ་ད་རུང་ཡིན་གཅིག། རྔམ་སྐྲག་དང། འདོད་པ་མ་ཁང་བའི་དང། སེམས་ཁྲལ་དང། དེ་འདྲའི་མང་པོ་ཅིག་སླེབས་བསྡད་དགོས་བ་རེད། འདི་ལྟ་བུ། ཆ་མཚོན་ནས་གོང་ས་མཆོག་དང་འདྲ་ཕྱི་རྒྱལ་ཁག་གི་གོང་ས་མཆོག་ཁོ་རང་གི་གྲོགས་པོ་དང་དེ་འདྲས་ཡོད་དོན་རྫོགས་གི་འདུག་སྤེ་སྦྱར་གནང་ནས་ནི་མ་གསུངས་ཤག། འདི་མ་ཡིན་པའི་གནས་གཅིག་གི། བྱས་ཙང་འདི་འདྲ་བའི་རྔམ་སྐྲག་དེ་མེད་པ་བཟོས་ཡས་ཡིན་ན་ཨེ་ནི་ཅིག། མི་དམངས་ཚང་མ་ལས་སོ་སོ་གིས་གཅིག་གྱུར་གྱི་འདུ་ཤེས་དེ་བཞག་ཡས་དེ་དཔེ་གལ་ཆེན་པོ་རེད། ཨེ་ནི་ཅིག་སོ་སོ་ཅིག་ང་མཐོ་པོ་ཡིན་ང་རྩིག་པོ་ཡིན་ང་གོ་གནས་ཡོད་རྒྱུ་ཡིན་དེ་འདྲས་ཀྱི་བསམ་བློ་དེ་མེད་པ་བྱས་ཨེ་ནི་ཅིག། མི་དཀྱུས་མ་དང་གཅིག་གྱུར་གྱི་འདུ་ཤེས་དེ་ང་མི་ཡིན་པ་ན་བཞིན་ཁོ་རང་ཡས་མི་རེད་ཟེར་བ་ང་ཚོ་མི་གཅིག་པ་ཡིན་བསམ་ནས་དེ་འདྲས་ཀྱི་བསམ་བློ་དེ་ཡོད་པ་ཡིན་ན་ཨེ་ནི་ཅིག། ག་དུས་ཡིན་ན་ཅིག་སེམས་ལ་དོགས་པ་ཡོད་རྒྱུ་འདྲ་བོ་དང་ཅིག་མི་ལ་སྐད་ཆ་ཅིག་བཤད་པ་ཡིན་ན། མི་ཁ་ཤས་ཡང་སྐད་ཆ་ལེམ་སང་བཤད་མ་ཐུབ་བྱས་ནས་ཅིག་དོགས་པ་བྱེད་འདས་དེ་ཡོད་འདི་འདྲའི་འདྲ་བོ་དོགས་པ་དེ་མེད་བ་ཆགས་ཀྱི་རེད། གང་ཡིན་ཟེར་ན་བསམ་བློ་བཏང་སྟངས་དེ་ཕུགས་སུ་དོགས་པོ་མེད་བ་ཡོད་ན་ཨ་ནི་མི་དེ་རང་བཞིན་གྱི་ཅིག་ལྷོད་པ་དང་གཤིས་ཀ་ཡིན་ན་ཅིག་འཇམ་པ་དང་ཨ་ནི་ཅིག་གང་ཅིའི་ཐོག་ནས་ཅིག་མི་ལྷོད་པོ་འདྲ་བོ་ཅིག་ཡོད་རེད་ཟེར་ནས་འདི་འདྲ་འབྲེལ་ཡོད་ཀྱི་གོང་ས་མཆོག་གིས་འདུག་སྨྲ་བཀའ་སློབ་གནང་ཤག་ཨ་ནི། དེ་མ་ཡིན་པའི་རྐྱེན་ད་ལྟ་གོང་ས་མཆོག་གིས་ང་རང་ཚོ་གཞུང་ཆེན་བཀའ་བོན་ལྔ་ནང་ནས་ད་ལྟ་སྤྱོད་འཇུག་ནང་ནས་ནི་གཅིག་བཟོ་བལ་གྱི་སྡེ་ཚན་སྐབས་ཀྱི་ནི་ཤོ་ལེ་ཀ་ཅིག་འདུག་མ་དྲང་སྣང་བྱས་ནས་ནི་བཟོ་བ་དེ་ག་ཚོད་གལ་ཆེན་པོ་ཡིན་པ། བཟོ་བ་སྒོམ་སྟངས་དེ་གོ་ལ་ག་འདྲས་ཡིན་པ་དེ་ཐོག་ལ་ཧང་སང་ཡ་ཀུན་འདུས་ཀྱི་བཀའ་སློབ་ཟབ་ཞིང་རྒྱས་པ་འདུག་མ་ཡ་སྣང་ཤ་དེ་ཚོ་ཚང་མ་ད་ད་ལན་ང་རང་དངོས་གནས་གཅིག་ང་རང་གི་བརྙན་ཐུང་དུས་རྒྱུན་དུ་སི་ཏེ་ངེད་ཚོ་ལ་ཡིན་ན་གཅིག་གི་ད་དུས་རྒྱུན་དུ་ག་དུས་ཡིན་ན་ཡང་གཅིག་གི།

ཨེ། ཁྱི་གོ་ཡེ་འདི་བོད་པ་ཡིན་པའི་དགེ་ཡེ་འདི་ག་འདྲའི་ཁྱི་གོ་ཡེ་ད་ལྷག་པར་དུ་སེམས་བལྟས་འཁྲུག་བདེ་བ་དང་སེམས་མ་བདེ་ཡག་དེ་འདྲ་ཡོད་པ་ཡིན་ན་ཨེ་འདི་ལ་ཡང་ཅིག་ང་རང་ཚོ་ནང་ཆོས་ཀྱི་ངོས་བོ་ནས་ནང་ཆོས་ཀྱི་བསམ་བློ་བཏང་སྟངས་ཀྱི་ངོས་ནས་ཨེ་སེམས་འདི་ཡང། བག་བཞིན་འཕེལ་བ་དང་ཨེ་ནི། ཞི་བཞིན་དུལ་བ་དང་ཨེ་ནི། ལྷོད་པོ། ཨེ་ནི། འཇམ་པོ་ག་འདྲའི་བཟོད་དགོས་ཡོད་མེད། ང་ཚོ་ཕྱོགས་ཀྱི་བཀའ་སློབ་རབ་དང་རིམ་པ་ནང་ལ་མང་ཆེས་འདི་གསུངས་གནང་དགོས་རེད། ད་ལན་ཨེ་ནི་ང་རང་གི་ཞུ་ཡས་གཙོ་བོ་ད་ག་རང་ཡིན་ཨེ་ནི་ཅིག་གི། ང་རང་གི་བརྙན་ཐུང་ཟིན་ངེས་ཚོ་ད་ལན་ཡ་ནི་ཅིག་གླད་ལ་ཉལ་བའི་ང་རང་ཚོ་གུ་དོན་ལ་ཡ་ནི་ཅིག་སྐུ་མདུན་གྱི་འཁྲུངས་སྐར་དེ་སྲུང་བརྩི་གཅིག་པུ་ཞུ་ཡས་ཙམ་མ་ཡིན་པར་ཅིག་གོང་ས་མཆོག་གི་བཀའ་སློབ་དེ་ཡ་ནི་ཅིག་ཐུགས་ལ་བཅངས་བྱས་ནས་ཡ་ནི་ཅིག་དེ་ཐོག་ལ་ཡ་ཅིག་བསམ་ཤེས་བྱས་བྱས་ནས་ཡ་ནི་ཅིག་གནང་ཐུབ་པ་ཡིན་ན། ཏན་ཏན་ཡ་ནི་རྣམ་པ་ཚོ་སོ་སོ་སྒེར་གྱི་མི་ཚེ་ལ་ད་ཕན་ཡིན་ད་ཡིན་ཡ་ནི་ལྷག་པར་དུ་ཅིག་སོ་སོ་རྒྱུས་ཡོད་བྱས་ནས་ཕ་མ

ཁྱོད་ཚོ་དམིགས་བསལ་དྲི་ཧབ་འབྲི་མཁན་འདུག་གས། ཅིག་དྲི་བ་ཡོད་པ་དེ་འདྲ་ཡོད་པས། དེ་ཤོ་དེ་ཤོ་དེ་ཤོ་ཡ་དེ་ཡ་ཤོ། དེ་ཡ་ཤོ། མེ་རོ་ཧོམ་ཡོད་ས་དེ་ཡ་ཤོ། ཨིན་དྲི་ཤི།
གསལ་པོ་གོང་མི་འདུག།

མཛའ་མོ་ནི་འདི་གང་ལ་མི་བྱུང་ནི་ལོ་ས་ཡ་བརྒྱ་ཕྲག་ཁ་ཤས་ཕྱིན་ཡོད་རེད་མ་ཤི་བ་དོན་ངན་སུ་དོ། སངས་རྒྱས་བཅོམ་ལྡན་འདས་ཤ་ཚ་རོ། ང་ཚོ་ཚང་མ་ཤི་གི་རེད་མ་གཏོགས་མ་ཤི་བ་འདོད་ཡ་ཅེས་ཡོད་མ་རེད། ད་ཁྱད་པར་ག་ཡོད་རེད་ལབ་ན། འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ཆོས་བརྒྱུད་ཀྱི་ཐོག་ནས་མི་ཚེ་འདི་གཅིག་གོ། ད་དཀོན་མཆོག་གིས་བཀོད་པ་རེད། བྱས་ཙང་ཁ་ཨེ་ནི་མི་ཚེ་འདི་ཤི་བའི་རྗེས་ལ་ཡ་ཡང་ན་ལྷ་ཡུལ་ལ་སྐྱེ་གི་རེད་ཡང་ན་དམྱལ་བ་ལ་སྐྱེ་གི་རེད། རྒྱ་གར་གྱི་རྗེན་གྱི་ཆོས་ལུགས་དང་ཨེ་ནི་ནང་པའི་ཆོས་ལུགས་ཀྱི་ཐོག་ནས་སྲོག་ལ་ཐོག་མ་ཡོད་མ་རེད། ཚེ་དུག་སེལ་ཡིན་དུས་ཁོ་ཚེ་རབས་ནས་ཚེ་རབས་སྐྱེ་བ་ལ་ཐོག་མ་ཡོད་མ་རེད་དུག་ཚེ་རབས་ནས་ཚེ་རབས་འགྲོ་བསྡད་ཀྱི་ཡོད་རེད། སྐྱེས། འཆི། ཡང་སྐྱེས། ཡང་འཆི། ཡང་སྐྱེས། ཡང་འཆི་བྱས། དུག་སེལ་དུས་ཚ་ནས། ང་རང་ཚོ་ནང་པ་གཅིག་གི་ངོས་ནས་བཤད་པ་ཡིན་ན། འཆི་བ་ཡོང་གི་རེད། ད་འཆི་བ་ཐོག་ཏུ་བབས་པའི་ཁ་ཐུག་ལ་ཡ། ད། ཕྱོགས་གཅིག་ནས། ཤི་ཁ་ལྷ་མོའི་སེམས་འདི། དགེ་སེམས་ཡག་པོ་ཅིག་སྐྱེ་ཐུབ་ཡག་གཅིག་ད་སེམས་ཞི་བདེ་ཆེ་ནས་བསྡད་ཐུབ་པ་བྱུང་ན་དེ་ཕན་གྱི་རེད། གཤིས་ཀ་ལྷ་མོ་དེ་ལ་ཡང་སེམས་ལ་རྔམ་སྐྲག་སྐྱེ་ཡག་སོ་རོ་ཁོང་ཁྲོ་སྐྱེ་ཡག་སོ་དྲུག་བྱེད་པ་ཡིན་ན་ཡག་པོ་ཁྱོན་ནས་ཡོང་མ་རེད། དེ་ལ་གཤིས་ཀ་ལྷ་མོའི་སེམས་དེ་ཞི་བདེ་ཡོང་ཡག་གཅིག་ཨེ་ནི་རབ་ལ་བྱུང་ན་གཤིས་ཀ་ལྷ་མོ་ཨེ་ནི་བསམ་བློ་ལ་ཡག་གཅིག་སྐྱབས་འགྲོ་ད་ཨེ་ནི་བྱང་ཆུབ་ཀྱི་སེམས་ད་རེད་ད་དེ་འདྲའི་ག་ཚད་ཐུབ་ཐུབ་ཀྱི་བསམ་བློ་བཏང་ཐུབ་པ་བྱུང་ན་ཨེ་ནི་སྐྱེ་བ་ཕྱི་མ་དེ། སྐྱེས་ནས་ཡག་པོ་ལྗོན་ཤང་ཡིན་པ་བརྒྱ་ཆ་བརྒྱ་ཐུབ་པ་ཐག་ཆོད་པ་རེད། དེ་འདྲའི་ཡིན་ས་ནི་ང་རང་ཚང་མ་བློ་བ་སྨོན་ལམ་རྒྱག་གི་ཡོད་རེད། སྐྱེ་བ་ཀུན་ཏུ་ཡང་དག་བླ་མ་དང་འབྲལ་མེད་ཆོས་ཀྱི་དཔལ་ལ་ལོངས་སྤྱོད་ཅིག། ས་དང་ལམ་གྱི་ཡོན་ཏན་རབ་རྫོགས་ནས་རྡོ་རྗེ་འཆང་གི་གོ་འཕང་མྱུར་ཐོབ་ཤོག་ཐུགས་སུ་སྨོན་ལམ་རྒྱག་གི་ཡོད་རེད་བ། འོ་ད་འདི་བསམ་བཏང་གོ་རེད། འཆི་བ་ཡོང་གི་རེད། ཁྱོད་རང་ད་ནི་གདོང་བལྟས་ན། ཕ་ཟེར་ཤི་བ་མི་འདུག་ཁྱོད་རང། མི་ཕོ་སར་ཐང་འདྲ་ཞིག་འདུག། ཕལ་ཆེར་ལོ།

བལ་པོའི་ཆོས་ལུགས་ནང་ལ་ཆོས་ལུགས་དབྱེ་བ་བཞི་ཡོད་ར། བཀའ་རྒྱུད་རྙིང་མ། ས་སྐྱ་རྒྱལ་ལུགས་ལ་ནི། ཨ་ནི་ཆོས་ལུགས་བཞི་བརྒྱ་དགའ་བཞི། ཨུཏྤལ། ཆོས་ལུགས་བཞི་བརྒྱ་དགའ་བཞི་གོ་ཁྲི་ཡོད་ར་ད། རིན་པོ་ཆེ་དང་བླ་མ་ད་འདྲ་པོ་འདུག་གང་ཟག། བུ་ཀྱང་མྱང་བྱུང་སྟེ་ར། ཨ་ནི་བུ་མེད་ག་གཅིག་ནི་བྱུང་ཡོད་མ་རེད་ད་འདྲ་པོ་འདུག། ཨ་ནི་བུ་མེད་བྱུང་མེད་ན། ག་གཅིག་ནི་བུ་མེད་བྱུང་ཡོད་མ་རེད། ཨ་ནི་མཇུག་མ། རིན་དཀར་གནས་ཤུལ་འདི་བུ་མེད་བྱུང་ཡས་དགའ་བཞི། འདི་ཡོད་རེད། ག་རེ། དེ་འགྲིག་གི་འདུག་དེ་འགྲིག་གི་འདུག་ཡ། དེ་ཅི་གནང།
སྔ་མོ་བོད་ལ་ཡ། ཨེ་ནི། ཤུག་སྲིབ། ཤུག་སྲིབ་རྗེ་བཙུན་སྐུ་ཤོག་སེ། ཡ། ད། ཨོ་དེ། ང་ཆོས་འཇུ་ག་ལ་ཡོག་རེད། ཤུག་སྲིབ་ཤུག་སྲིབ། རྗེ་བཙུན་སྐུ་ཤོག་ཟེར་ནི་པའི་དངོས་གནས་ཡོངས་གྲགས་རེད་ད། རང་བྱུང་བླ་མ་རེད། ཨེ་ནི། ཅིག་གཞུང་འགྲེལ་གྱི་ཐོག་ནས་བཤད་པ་ཡིན་ན་བསམ་འདི་རྡོ་རྗེ་ཕག་མོ་བླ་མ་གོ་ས་མཐོ་པོ་ཞག་རེད། གོ་ས་མཐོ་ཤོས་གྲལ་ད། བསམ་འདི་རྡོ་རྗེ་ཕག་མོ་གྲལ་ནི། རྡོ་རྗེ་ཕག་མོའི་ཡང་སྲིད་མ་རིམ་བྱོན་ཡོངས་ཡག་བརྩི་བ་ཡིན་ནི། ཀརྨ་པ་དུས་གསུམ་མཁྱེན་པ་ཕལ་ཆེར་ལོ་བདུན་བརྒྱ་ཚོ་གོང་ལ་ཡན་བྱུང་འདུག་ག་ཀརྨ་པ་ཚེ་ཤུག་སྲིད་མ་ཤུག་སྲིད་མ་རེད་བསམ་འགྲིག་རྡོ་རྗེ་ཕག་མོ་ཡན་ཕལ་ཆེར་ལོ་བདུན་བརྒྱ་ཚེ་ཆེན་པོ་རེད་ཤག་སྔ་ཤོས་ཀྱི་གྲས་རེད་ཤག་བོད་ཀྱི་བླ་མའི་ངོས་འཛིན་བྱས་ནས་ཡོད་པའི་ནང་གི་སྔ་ཤོས་ཀྱི་གྲས་རེད་བསམ་འགྲིག་རྡོ་རྗེ་ཕག་མོ་དེ་དང་དེ་འདྲ་གི་རང་བྱུང། བླ་མ་དེ་འདྲའི་བུད་མེད་དེ་འདྲའི་རྣལ་འབྱོར་མ་བས་དངོས་གནས་གཅིག་གིས་གཅིག་འཛིན་སྐུ་ཤོག་སེར་ཡག་པོ་དེ་འདྲ་བྱུང་ཡོད་རེད། ད་ཡིན་ནའི་མ་ང་དེ་སྐྱེས་པ་ཆགས་བསྡད་ཀྱི་ཡོད་རེད་རེད་པ། རབ་བྱུང་ཆགས་བསྡད་ཀྱི་ཡོད་རེད་ཤེས་རབ་བྱུང་མ་ཡོད་ཡ་ཡོད་པ་རེད་ཨེ་ནི། གལ་ཆེ་ཤོས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨེ་ནི། དགེ་སློང་ཕ་དང་དགེ་སློང་མ་ཟེར་ནས་ཐོབ་ཐང་གཅིག་པ་གནང་འདུག་བ། བྱས་ཙང་ངས་ཨེ་ནི་དགེ་སློང་མ། ཅེས་འདུལ་བའི་འགྲོ་སྟངས་ནང་བཞིན་བྱས་ནས་སྐྱབས་གསོ་བྱས་ཡ་མ་གཏོགས་ངས་ཐག་བཅད་ནས་ངས་དབང་ཆའི་ཐོག་ནས་ཐག་བཅད་ཐུབ་ཡ་ཡོད་མ་རེད་ད། ངས་གར་བྱེད་ཐུག་རེད་བསམ་ན་དགེ་བཤེས་མ་བཞག་གོ་རེད། ཤེས་སོང་ང། ད་དགེ་ལ་ར་དེ་རེད་བཙུན་མའི་དགོན་པ་གཙོས་པའི་དཔེ་ཆ་བལྟ་ཡ་བྱས་ནས་ད། ལོ་ཉི་ཤུ་སྐོར་དཔེ་ཆ་བལྟས་ནས་ན་ནིང།

མེའི་འགྲོ་མི་ནི་ཁྱབ་ཚིག་ཡོད་པའི་སོར་བཞི་རེད། འགྲོ་གང། ང་ཚོའི་གཅིག། འདི་བླ་མའི Institution དེ་ཚོའི་གྲས་དེ Feudal System འབྲེལ་བ་ཏོག་ཙམ་འདུག་ག། ཚེ་འདི་འདྲའི་ཡིན་ཙང་ངས་ད་ད་གི་ཟེར་ཡག་དེ་རེད། ཉིས་སྟོང། ཉིས་སྟོང་གཅིག་ཉིས་སྟོང་བཅུ་གཅིག་གི་ལོ་ལ་ཡ་ཨེ་ནི་ང་ར་ཨེ་ནི། ག་སོགས་རིགས་ཆབ་སྲིད་ཀྱི་ལས་འགན་བཞག་ནས་རི་བྲག་བྱས་པ་ཙམ་དུ་མ་ཟད་པའི་ལོ་བཞི་བརྒྱའི་ལོ་རྒྱུས་ཡོད་པའི་རྒྱལ་དབང་གི Institution། ཆོས་སྲིད་གཉིས་ཀྱི་དབུ་ཁྲིད Automatically འགྲོ་བདེ་ཡག་འབྱོར་བ། འདི་ངས་ལྟ་མཚམས་བཞག་པ་རེད། Voluntarily།

ཅིག་འདི་འདྲའི་གི་ཐོག་ནས Feudal System འདི་ཏོགས་འདྲ་བ་འདུག་ག་རེད་བ། བྱས་ཙང་ག་ཨེ་ནི་ཆོས་གི་ཐོག་ནས་ཆབ་སྲིད་གང་ལ་ཕྱིན་བྱས་དེ་ག་ང་ཚོ་བོད་ལ་ཡ་ཅིག་གི་བླ་མ་མཐོ་པོ་འདི་འདྲ་ཅིག་ཅིག་ལ་རྒྱག་རེ་རྒྱག་རེ་བ་འཁྲུག་པ་རྒྱག་རེ་འདྲ་ཡོང་ཡོང་བསྡད་གི་ཡོད་རེད་ཤེས་སོང་ང། འདི་ཆོས་ཕྱོགས་གི་ཐོག་ནས་གལ་མ་རེད་ད་ག་ད་ཆབ་སྲིད་གི་དཔལ་འབྱོར་དང་དབང་ཆ་དང་འདི་འདྲའི་གི་ཐོག་ནས་ཡོང་བསྡད་གི་ཡོད་རེད་བ། འདི་ཚོ་འདྲས་ད་རྗེས་ལུས་རེད། ཚར་ཚར་རེད་ད་ང་ཚོ་སྤུས་མཐའ་དབུལ་བོ་ཅིག་འགྲོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་འོ་འདུག་སིང། ཨེ་ནི། ལོ་གཅིག་ཅིག་ང་པེ་རི་སི་ལ་ཡི་དུས་ཙང་ནས། ཧྥ་རན་སི་གི་འདི་ཅིག་བུད་མེད་ཀྱི་མེ་གྷ་ཟིན་ཅིག་འཁྲི་མཁན་ཅིག་གི་ཨེ་ཏི་ཏར་ཅིག་ང་ཐུག་པ་རེད། ཨེ་ནའོ་སྐད་ཆ་དེ་ནི་མ་འོངས་པ་ལ་ཨེ་ནི་རྒྱ་གར་རིན་པོ་ཆེ་ཏཱ་ལའི་བླ་མ་བུད་མེད་ཅིག་ཡོང་གི་རེད་བསམ། ངས་ཡོང་གི་རེད་བྱས་ཡིན། སྐུ་དེའི་ཚེ་དེའི་དུས་ཀྱི་དངོས་ཡོད་གནས་ཚུལ་ལ་ཡང་བུད་མེད་ཀྱི་ཏཱ་ལའི་བླ་མ་བྱུང་བ་ཡིན་ན་དེ་བསྟན་པ་དང་འགྲོ་བ་ལ་ཕན་ཐོགས་ཆེད་བྱུང་བ་ཡིན་ན་ངེས་པར་དུ་ཡུན་ཀུ་རེས་ལབ་ཡིན་ངེས། ཨེ་ངེས་དེ་ནོན་པའི་ཅིག་དེ་སྐྱེ་བ་རེད་ཨེ་ནི་བུད་མེད་ཀྱི་ཏཱ་ལའི་བླ་མ་བྱུང་བ་ཡིན་ན་རྣམ་པ་ཡག་པོ་བྱུང་ཀུ་རེས་ལབ་ཡིན། ཨེ་དེ་བུད་མེད་ཀྱི་ཏཱ་ལའི་བླ་མ

ཡ་ཡ། Next question། དྲི་ཞིག།
རིན་པོ་ཆེ་ད་ལྟ་གུས་པ་བག་གྲབས་བྱས་ནས་ནི་སེམས་པ་དེ་ཏིས་འཁྲུག་ཅེས་ར་ནི་ཏིས་ལ་དོ་སྣང་དེ་གའི་ཞེ་ར་ཡག་པོ་གླིང་མི་འདུག་སྙམ་འདུག་དེ་འདྲའི་གླེ་བའི་སྐབས་ལ་ནི་སེམས་པ་ཨི་ཀྱིའུ་ཞེ་ར་མེད་གྱུར་རོ་ཆ་དེ་འདྲ་བྱུང་གི་འདུག་ར་བྱས་ཙང་ལམ་སྟོན་ཞིག་གནང་རོགས་ཞུ། ད་རི་གས་ས

དཔེར་ན་དཔལ་འབྱོར་ཡར་རྒྱས་རྐྱང་རྐྱང་བསམ་བཏང་པ་ཡིན་ན། Aggressive། མི་རྟོགས་སུ་གཅིག་པའི་རྩུབ་བོ་ཕྲག་བོ་བྱས་ན། ཁེབས་ཚང་ཁེབས་ཚང་ཡོད་པའི་བཟོ་བྱེད། མི་གཅིག་ཡ་རབས་ཉམ་ཆུང་བྱས་པ་ཡིན་ན་གྱོང་བོ་རབ་ཡོད་པའི་བཟོ་བྱེད་དུ་བ། ཅེས་དང་དེ་འདྲས་ཀྱི་རྐྱེན་པས་དངོས་པོ་ཡར་རྒྱས་རྐྱང་རྐྱང་ཕྱིན་ནས་ངེད་ཀྱི་ལུང་པ་ཚོའི་ནང་རོགས་ལ་སེམས་ཀྱི་གཅིག་ཡ་རབས་དང། གཅིག་གི་བཟང་པོ་ཟེར་ཏེ་དོ་སྣང་གི་བྱེད་ཀྱི་ཡོད་མ་རེད་དེ་ཡང་ད་གཅིག་གི Signs of Weakness དུ་མ་དེའི་འབྲས་བུ་གར་བྱུང་པ་རེད། ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་དེའི་དེ་ལུང་པ་དེའི་དེ་ལྟོས་དང་ཨ་ད་གཅིག་གི་ཕྲག་དོག་དང་འགྲན་སེམས་དང་དེ་འདྲའི་གི་འོག་ནས། རྒྱུ་ཆེན་པོ་ཡོད་ནི་སེམས་ནང་ལོགས་ལ་ཅིག་རྟོག་སྔམ་དྲག་རོ་མ་སྐྱིད་པ་དེ་འདྲ་བྱེད་དེ་ཨ་ཅིག་ཡོང་བསྡད་ཀྱི་འདུག་བ་ཤེས་སོང་ཨ། ད་ཚུགས་སུ་དེ་ང་རང་ཚོ་ཆོས་ཕྱོགས་ཀྱི་ཐོག་ནས་ཅིག་སེམས་མ་སྐྱིད་པ་ཡོང་ཟེར་མཁན་དེ་གཙོ་བོ་དེ་ངག་ལབ་ནས་ཅིག self centered attitude།

རྒྱུན་ལྡན་ནས། གཅིག་སེམས་པ་བཟང་པོ་བྱ་ཅིག། ཅེས། སེམས་པ་བཟང་པོ་ལབ་དུས་སོ་སོ་ངོ་ཤེས་པ་ཚང་མ་ལོག་ལ་ཡ་གྲོགས་པོའི་འདུ་ཤེས་བྱས་བྱས་འདུག་ངོ་ཤེས་པར་རོ་ཅིག་འདུག་བསྡད་པ་ཡིན་ན་སེམས་ལ་རྔམ་དྲག་མྱོང་འགྲོ་རེད་ཤེས་སོང་ཨ། བྱས་ཙང་དགའ།

Social Animal ཡིན་དུས་ཚར་ནས་མི་སྒེར་སྒེར་སོ་སོ་མི་ཚེ་སྐྱེལ་པའི་ཉིན་མོ་དེ་ནས་མ་ཤི་བར་དུ་སྤྱི་ཚོགས་ལ་གཏན་བདེ་ཡོང་རེ་བ་བྱས་སོང་ཨ། དེང་སང་ཅིག་ཨ་ནི་ཀྲེང་ཀྲོང་ལགས་ཅེས་ཐོག་ནས་ཅིག Robot ཅིག་འཕྲུལ་ཆས་ཀྱིས་ད་ཅིག་མི་བཞིན་བཟོས་བྱས་ཅིག་ཁ་ལག་བཟོ་ཡག་སོར་ཁ་ལག་ཁ་ལ་ལས་སྐྱེལ་ཡག་སོར་འདྲེ་འཕྲུལ་འཁོར་དེ་འདྲ་བཟོ་གི་འདུག་ཨ། དེ་ཡམ་ཚ་བོར་ཞིག་རེད་པས། ལག་རྩལ་རུ་ཞིག་རེད། རེད་དེ། འཕྲུལ་ཆས་གོས་རྩེད་ཡག་པོ་ཡོད་ནས་བྱམས་བརྩེ་སྟོན་ཐུ་ཡ་རྩ་བ་ནས་མེད་པ། ཤེས་སོང་ང། དཔེར་ན། ངས་ནམ་རྒྱུན་བཤད་བསྡད་ཀྱི་ཡོད། དཔེར་ན་ཨ་ཞང་ལགས་གཙོས། དཔེར་ན། ཨ་ཞང་ལགས་ཟེར་བ་རེད་ད་ཁྱེད་རང་ཚོ་ཁྱིམ་པ་གཙོས། ཀྱི་ཚིག་གོ་རུ་དེ་འདྲས། བས་གོང་ཆེན་པོ་སྤྲད་པའི་ཕར་ལམ་གྱི་ཚིག་གོ་སོར་བརྗོད་པ་ཡིན་ནས། ཚིག་གོ་དེ་ཕར་ཁ་བསྐྱལ་ན་ཚིག་གོ་ཁ་སྐྱེལ་བྱེད་ཚུལ་བྱེད་མི་འདུག་ག་དེ་ལས་ཞིབ་འབྲུ་རུ་ཅི་དང་ཨོ་ཡོ་རུ་ཅི་ཡོད་པ་ཡིན་ན་ཕར་ཧ་བྱང་པོ་བྱས་ན་ཚུར་ལྕགས་ལྷ་བསྐྱལ་གི་རུ་འདུག་ག་ཡ། ཅི་མིའི་སེམས་ལ་ཡ་ཅིག་མ་སྐྱིད་པ་ཡོད་པའི་ཁ་འདུག་ལ་དཔེར་ན་ཁྱེད་ཅིག་ནས་ཕར་ཧ་གཏུགས་ཚུར་བྱང་པོ་བྱས་ན་ཚུར་དཔེ་བཞུ་གི་རུ་ཅི་བྱས་ཨེ་ནི་ལྕགས་ལྷ་རུ་བསྐྱལ་ཚུར་དགའ་པོ་བྱེད་འདུག་ག་སེམས་སུ་སུ་སུ་བཏང་གི་འདུག་ག་ཤེས་སོང་ང་ལྕགས་ནག་གི་སའི་འདབས་དངུལ་འདབས་རྡོ་རྗེ་ཕ་ལམ་དུ་གར་ཡོད་ནས་ཏེ་འཚོ་བ་མེད་པ། ས་འདི་འདྲ་ཡིན་དུས་དངོས་པོ་ཡར་རྒྱས་རྐྱང་རྐྱང་གི་ཚེ་བསམ་བློ་བཏང་པ་ཡིན་ནི་གི་ཚེ་དངོས་པོ་ཡར་རྒྱས་ཕྱིན་ཡོད་ནི་འདི་ཡི་ཚུ་བོ་ང་ཚོ་བརྩེ་བ་སྤྲད་གི་མི་འདུག་ག། ངས་མ་ང་ཨ་མི་རི་ཀ University ཅིག་ང་ཕྱིན་པའི་ཁ་ཐུག་ལ་ཡ་དེའི་ལྕང་སི་ལ། མི་མཁས་པ་ཆེན་པོ་ཞེ་དྲག་རེད། ང་གཉིས་ད་ག་ས་སྐད་ཆབ་བྱུང། ཅང་སུ་ལ་ཕོ་བ་དེ་འདྲ་ལ་མི་ལུན་ག་ཟེར་ནས་གཅིག་གཉིས་ཤིག་འདུག་ཨེ་ནི་མི་ཅང་སུ་ལ་ཡིན་དུས་ཟ་ནས་མི་སྙན་གྲགས་ཡོད་རེད་བ་སློབ་སྦྱོང་ཡོད་རེད་བ་ད་ཚེ་ཨེ་ནི་ང་གཉིས་མོ་དྲེ་ནང་ལ་དགོད་རོགས་འགྲོ་དགོས་གི་ལབ་རེད་དེ་ཨེ་འདོད་ཟ་ནས་མོ་དྲེ་ནང་ཉེམ་རྡོ་ཡོད་ཨེ་ང་གཉིས་ད་ག་ས་སྐད་ཆབ་བཤད་བྱས་ཨེ་ནི་ཅང་སུ་ལ་མི་རང་གི་སེམས་མ་སྐྱིད་པ་བཞི་བོ་ཆུ་ཡོང་གི་འདུག་ཟ་འདུག་སྐད་བཞི་བོ་སྐྱབས་སུ་ཨེ་ངས་སྐད་ཅིག་མར་སླེབས་ཡིན་ད་དེ་འདྲའི་སེམས་ཁྲལ་མ་བྱེད་ཟེར་ཨེ་ནི་ང་ཚོ་མི་གཅིག་པ་རེད་ཟེར་ཨེ་ནི་ག་ད་མིའི་ཟེར་ཡག་དེ་སེམས་ཀྱི་བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཨེ་ནི་སྐྱིད་མ་སྐྱིད་ཡོང་ཡག་དེ་བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཡོང་གི་ཡོད་རེད་ཟེར་ནི་ཨེ་ངས་འགྲེལ་བཤད་རྡོག་རྫིས་རྒྱག། བྱས་ནི། ཨེ་ཁོ་རང་གི་ལག་པ་ནས་ངས་འདུག་ལག་པས་འཇུས་བྱས། ཨེ། ཕལ་ཆེར་མོ་དྲའི་ནང་ལ་ཆུ་ཚོད་གཅིག་ཟིག་ཕྱིན་ཡོང་རེད། ཨེ་འདུག་སྐད་ཆ་རུ་བཤད་བྱས། ཆུ་ཚོད་གཅིག་ཟིག་ཅིག་གི་བསམ་བློ་གཏོང་ཆོག་གོ་འདྲའི་སྐད་ཆ་བཤད་ནི། ཁོང་བེད་མི་སྲིད་རྒྱུར་བྱས། ཤེས་སོང་ཨ། ཞུ་གོ་ཁོ་རང་གི། ཨེ། University ནང་གི་ལས་ཀ་བྱེད་མཁན་དེ་འདྲས་ཀྱིས་ཁ་ཤས་ལབ་བཞག། དེ་སྔ། Chancellor། བསམ་བློ་སྦུག་ས་དོག་པོ་བྱས་ནས་ཁོ་རང་གི་ལས་ཁུངས་ནང་ལ་ཅི་འཁོར་འདུག་བསྡད་བསྡད་ཀྱི་རེད། ཞུ་གོ་ང་ཐུག་ཚར་རེད་བྱས་ལ Chancellor སེམས་གུ་ཡངས་པོ་ཆགས་ནས་མི་ཚང་མ་ལོག་ཉམས་དོག་འདྲ་བ་བྱེད་མཁན་ཆགས། ཨེ་ནི་ལས་ཀ་ཡི་མ་གུ་ཞིབ་ཅིག་བསྐུལ་གི་འདུག། དེའི་གོང་ནས Chancellor ཁོ་རང་བས་སེམས་འཁྲུག་བྱས་འདུག་བསྡད་གོ་འདྲ་འདུག། བྱས་ཙང་མི་ཚིག་འདི་འདྲ་རེད་བསམ་གཏོང་སྟངས་རང་གི། ས་དེ་འདྲ་ཡིན་དུས། ད་ལྟ་ང་ཚོ་སེམས་ཁམས་རིག་པ་དང་འབྲེལ་ནས་ངས་ད་གི་ལོ་ཡག་འདི་རེད་བསམ་བློ་གཏོང་སྟངས་ང་ཚོ་ཅིག་བློ་སྦྱང་ཡག་བསམ་བློ་ཅིག་ད་ག་དག Psychological བསམ་བློ་གཏོང་སྟངས་རེད་བོ། དེའི་ཅིག་སེམས་ཁམས་རིག་པ་ཤེས་པའི་ཐོག་ནས་ཁོང་ཁྲོ་མ་ཡོང་ཡག་གི་ཅིག་ད་ག་དག་ཁོང་ཁྲོ་ཡོང་ཡག་གི་རྒྱུ་དང་རྐྱེན་དེ་གཙོ་བོ Too much selfish ཡོང་ན། ཡོད་ན་ཁོང་ཁྲོ་ཡོང་གི་ཡོད་རེད། གཞན་ལ་དོགས་པ་དང་སྡུག་བསལ་བ་ཡོད་ན་ཁོང་ཁྲོ་ཡོང་གི་ཡོད་རེད། གཞན་ལ་བརྩེ་བ་ཡོད་ན་ཁོང་ཁྲོ་ཡོང་མ་རེད། ཞི་བོ་ཁྱད་དུ་འཕེལ་ན་ང་ཆ་བཞག་ན། ང་རང་ཚོ་སེམས་ཅན་ཐམས་ཅད་ཞེས་སྨོན་ལམ་རྒྱག་གི་ཡོད་རེད་བ། ངས་སེམས་ཅན་ཐམས་ཅད་ཞེས་ནས་སྨོན་ལམ་རྒྱག་ཡ་དེ་ཁ་ཞེ་གཉིས་མེད་ཡིན་པ་ཡིན་ན་ང་རང་ཚོའི་འཛམ་བུ་ནི་འདི་གང་གི་མི་དུང་ཕྱུར་བདུན་ཅུ་བཞི་ཡོད་པ་དེའི་སྟེང་ལ་ད་ང་ཚོ

རེད་བ། ངས་ལ་སེམས་ཅན་ཐམས་ཅད་སྲིད་ནས་གཞན་དག་ཚོ་བསམ་བློ་བཏང་གོ་རེད་དེ་ངས་དང་པོ་སོ་སོའི་འཁྲིས་ལ་ཡོད་པ་དེའི་འདིར་ད་བྱམས་པོ་བྱས། བསམ་སྣང་མ་བྱས་པ་བྱས་དྲང་པོ་བྱས། རེད་དང། སེམས་དཀར་པོ་ཁྱི་འདེད་པ་ཡིན་ན་གྲོགས་པོ་ཆགས་ཀྱི་རེད་བ། བའི་ཁྱི་ཞིག་ཡིན་ནས་ངས་དེ་གི་ཟེར་ཡ་དེ་རེད། ཕ་བརྩེ་བ་བྱས་ན་ཚུར་དགའ་པོ་ཆགས་ཀྱི་རེད་བ། མི་ལ་ཡིན་ནས་ཕ་བརྩེ་བ་བྱས་ན། ཚུར་བོ། དགའ་བོ་བྱེད་ཀྱི་རེད། ཤེས་སོང་ཨ། ཟེར་ངས་ནམ་རྒྱུན་རྟག་པར་བཤད་དེ་ཡོད། ཅེས། ང་རྒྱ་གར་མི་ཞིག་ཡིན་ཟེར་བས་མི་འདྲ་བར་ཞིག་ཡིན་བཤད་འདུག་བསྡད་པ་ཡིན་ན་ང་གྲོགས་མི་གཅིག་པུ་ཆགས་ཀྱི་རེད། ང་མི་གཅིག་པ་ཡིན་བསམ་ནས་ག་དུས་ནས་བསམ་བློ་བཏང་བསྡད་ཀྱི་ཡོད། དཔང་བོ་ཞིག་ཐོས་པ་ཡིན་ནས་མི་གཅིག་པ་ཡིན་བསམ་ནས་ནམ་སང་དེར་ལག་པ་བཏང། བྱམས་པོ་བྱེད་བསྡད་ཀྱི་ཡོད། ཤེས་སོང་ཨ། ཕལ་ཆེར་ཟླ་གཉིས་བཞི་གཉིས་ལོ་ཡིན་ན་དེ་བ་བཞིན་པོ་ཡོད། ང་རྒྱ་གར་ལྷོ་ཕྱོགས་ནས་ཡར།

གཞུང་དེ་མི། ཞིབ་བཤེར་གཞུང་ཡང་གད་པ་སྐྱོ་པོ་ཞིག་འདུག་གོ། ཨོ་ད་ཁྱོད་ར། ཆེ་མཉམ་ཁྱོད་ནས་མི་འདུག་ས། མི་གཅིག་པ་རང་གི་འདུ་ཤེས་བཞག་ཅིག་ངས་འདི་གོ་ར། ཨེ་ང་རའི་སྐྱིད་པོ་རུ་བྱུང། སྟོད་ར་ཡག་པོ་བཞག་སྟངས་མར་ལྟ། བཤད་སོང་ཨ། པས་རྒྱ་གོ་ར་བུ་གཅིག་ཞིབ་བཤེར་ཞིག་མ་ལབ་ཆེད་ཁྱོད་ར། ཕྱི་འདྲི་ཆུང་འདྲི་བྱེད་ཀྱི། ཁོ་ག་པ་ཞིག་པོ་བྱུང་ས། ང་འདི་གོ་གོ་ར། བཤད་སོང་ཨ། ང་རྒྱ་གོ་ར་བུ་གཅིག་ཡིན་ང་བླ་མ་ཡིན། ང་བས་བླ་ཆེན་མི་ཞིག་ཡིན་ཟེར་ན་ང་རང་གྲོགས་མི་གཅིག་པུ་ཆགས་ཡོད་པ་འདྲ་ཁ་སྐད་མི་འདུག་པ། ང་ཚོ་མི་གཅིག་པ་ཡིན་བསམ་ནས་སུ་ཐུབ་པ་ཡིན་ནས་གད་མོ་གད་དེ་གི་ཡོད། ཨེ་ནི་ཕ་མི་ཁ་ཤས་ཕ་གད་མོ་གད་ནས་ཚུར་གད་མོ་མ་གན་གི་དེ་འདྲ་ཡོང་གི་ཨེ་ངས་ཨི་སུ་ལུག་ཟ་གི་ཡོད། ལུག་ཟ་ཨི་སུ་ལུག་ཟ་བ་རུ་ཨེ་ནི་གད་མོ་གད་གི་འདུག་པ། ཁིག་ཁིག་ཁིག། བྱས་ཙང་མི་ཟེར་མཁན་དེ་མི་གཅིག་པ་རུ། སྐྱེས་པའི་ཉིན་མོ་དེ་ཨ་མའི་ཁོག་པ་ནས་སྐྱེས་པ་ཚང་མ་གཅིག་པ་རེད། ཨེ་ནི་ཨ་མས་འོ་མ་སྤྲད། ཨ་མས་བྱམས་བརྩེས་བསྐྱངས་པ་གཅིག་པར་བས། ཤི་ཀ་ལྷ་མོ་དེ་ལས། ཤི་ཀ་ལྷ་མོ་དེ་ལས། བྱམས་བརྩེ་ཡོད་ངེས་ཀྱི་མིས་བསྐོར་བསྡད་ན་སྐྱེ་བོ་ཡོད་མགུར་བ། ཤི་ཀ་ལྷ་མོ་དེ་ལ་གདོང་ནག་པོ་བསྟན་བཞིན་འདུག་བསྡད་གོ་བྱུང་ན་སྐྱེ་བོ་ཁྱོད་ནི་མེད་པ། ཤ་སོང་ཨ། མི་ཟི་ཁོ་ར་ད་ག་རེད་ད། དེ་ཡང་ད་ཚན་རིག་པས་འགྲེལ་བཤད་ཚན་རིག་པས་བརྟག་དཔྱད་བྱས་ནས་བཤད་ཡག་འདུག་ག། ཙི་ཙི། སྨད་ལྟེ་བ་གཅིག་གིས་ཙི་ཙི། གཉིས། གཅིག་ལ་ཡང་ཙི་ཙི་རོགས་པ་བརྗོད་པར་བྱེད། གཅིག་གིས་ཙི་ཙི་རོགས་པ་མེད་པར་བྱེད། འདུག། བརྟག་དཔྱད་བྱེད་པར་བ། ཙི་ཙི། སྨད་ལྟེ་བ། རོགས་པ་ཡོད་ངེས་འདི། སྨྲ་སྟེ། རོགས་པ་འདི་གི་ལྕེ་ལག་སྒྱེད་ཁོག་རེད། བྱས་ཙང་ཀ། སྨྲ། བྲག་ཡག་འདི། ཙི་ཙི། སྨད་ལྟེ་བ། རོགས་པས་ལྕེ་ལག་རྒྱག་ངེས་འདི། སྨྲ་སྟེ། བྲག་ཡག་ཤི་ར་མགྱོགས་འདུག། ཙི་ཙི། སྨད་བསྡད་པ། གྲོང་མི་གཅིག་པོ་ཅིག་ཡོད་བསྡད་པ་དེའི་ན་བཟའ་བྲག་ཡ་ཁ་ཁ་འདུག་ག་དེ་ཚན་རིག་པས་བཤད་གི། ཚེ་འདི་འདྲ་ཡིན་དུས་མི་ལ་བརྩེ་བ་ཟེར་ཏེ་ཞེ་བོ་ཅིག་གལ་ཆེན་པོ་རེད། ཤེས་སོང་ང། ཙི་ཙི། ཁྱོད་རང་སེམས་སྦུག་སུག་དོག་པོ་མ་ཡོང་ཡ་ལ། ཅིག་གི་ཚེ་ཐུག་ཐུག་གི་སེམས་པ་བཟང་པོ་བྱས། བརྩེ་བ་བྱས། སོ་སོའི་མི་ལ་བར་འམ་ཚིག་དམ་ཅི་བདེ། མི་ཚོས་གད་མོ་གད་རེ་བ་བརྒྱབ་ན་ལྐུགས་པར་གདའ། ཤེས་སོང། ཡང་ལ་སོ་སོའི་བར་མི་ལ་གད་མོ་གད། མི་ལ་བརྩེ་བ་བྱེད་ད་ཨེ་ནི་ག་ལི་ག་རི་མི་ཚོས། དགའ་པོ་བྱེད་བྱམས་བརྩེ་བྱེད་བརྩེ་བ་བྱེད་ངའི་ཡོང་གི་རེད་ཤེས་སོང། བསམ་བློ་སྦུག་སུ་དོག་ཁྱོད་ནི་མ་བྱེད། ང་ཚོ་མི་གཅིག་པ་རེད། ཨ་ནུ་ལྷག་པར་དུ་ཡང་བོད་པའི་སྤྱི་ཚོགས་ལ་སྐྱེས་བསྡད་ཡོད་རེད། ང་རང་ཚོ་ཚང་མ་ལོག་ཁ་ལ་ཡ་གཅིག་གི་སེམས་ཅན་ཐམས་ཅད་ཟེར་ནས་སྨོན་ལམ་བརྒྱབ་བསྡད་ངེས། བྱམས་པ་དང་སྙིང་རྗེ་ཟེར་ནས་བཤད་བསྡད་ངེས་ཀྱི་ང་ཚོ་ཚང་མ་གཅིག་པ་རེད་དེ་འདྲ་ཡིན་དུས་ཁྱོད་རང་སེམས་སྐྱིད་པོ་བྱེད་འདོད་ཤེས་སོང་ཨ། ཨེ་ནི་བུ་གཟུགས་དོག་བུ་གཟུགས་དོག་པོ་ཏོག་ཙེ་ཡོང་པའི་ཁ་ཐུག་ལ་ཡ། དེ་བརྟག་དཔྱད་བྱེད་དགོས་རེད་ད་གིས་ངས་ཟེར་དེ། ཆོས་རིག་དུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་འདུག་བརྟག་དཔྱད་བྱས་ནས་སྤེལ་རོགས་བྱ་བཞག་ན། དཔེར་ན་སྔས་མོ་ཨ་མདའ་མི་ཨ་མདའབསྙེན་རྫོང་མཁན་པོ་གླིང་རུམ་གྱི་ཤག་པའི་ཁ་ཐུག་ལ། ནི། ནམ་རྒྱུན་གླིང་རུམ་ཞིག་ཞུ་དུས་ཚང་ནས། རྒྱབ་བསྙེས་སའི་བྲག་ཁྲ་བོ་ཞིག་ཡོད་པ་ན་བཞིན་གཅིག་གིས་པའི་བྲག་རི་ཞེས་པ་ན་བཞིན་བསམ་བློ་ཁོག་བསྡད་ཀྱི་ཡོད། ཨེ་གླིང་རུམ་གྱི་ཤག་འཚལ་དུས་ཚང་ནས། ད། རྒྱབ་བསྙེས་སའི་བྲག་དེ་དག་མེད་པ་ཆགས་སོ་བསམ་ནས་སེམས་དགའ་རོགས་སྐྱོ་སོ། ཨེ་ནི། ཡང་བསམ་སྟོང་རྒྱ་སྐྱེད་བྱས། ད་གླིང་རུ་ཤའི་ནམ་རྒྱུན་ཡོད་དུས་ངས་ད་ལོའི་སྐལ་གསར་བ་འདུག་སུ་བྱེད་ཀྱི་ཡོད་རེད་ད་དེ་ཞུ་ཡག་མ་རེད། ད་ང་རོ་རང་གི་འགན་འཁྱེར་ནས་གླིང་རུ་ཤའི་ཐུགས་རེ་ཇི་ལྟར་གནང་ན་ཞུ་ད་ངས་ཧུར་ཐག་པ་ཐག་བྱེད་བསམ་པའི་སེམས་ཤུགས་གང་ལ་ཚུགས་རྒྱུར་བྱས། སེམས་མ་སྐྱིད་པ་དེ་སེམས་ཤུགས་སྐྱེད་ཡག་གང་ལ་ཚུགས་རྒྱུར་བྱས་དེ་འདྲ་བྱས་པ་ཡིན། ས་མི་རེ་ལབ་བཏེགས་ཡོད་མི་ཁ་ཤས་གཅིག་གིས་ད་སོ་སོའི་ཕ་མ་གྲོངས་སོ་གཅིག་སྤུན་རྒྱག་གྲོངས་སོ་གཅིག་བཟའ་ཚང་གྲོངས་སོ་ཡང་འདྲེ་སེམས་ཁྲལ་བྱེད་བཏེགས་ཡིན་སོ་སེམས་ཁྲལ་མ་བྱེད་སེ་ད་སོ་སོའི་གཅིག་བརྩི་བུ་བྱེད་སེ་ད་མི་གྲོངས་པ་རེད་ད་སོ་སོ་བས་འགན་གནོན་པའི་ཡོད་ད་ས་པ་གཅིག་གིས་ཤ་ཟུང་ང་བརྩི་བུ་བྱེད་སེ་ད་མི་དེ་གྲོངས་ཚར་རེད་ད་མི་དེ་ཡོད་པའི་ཁ་ཐུག་ལ་སོ་སོ་གཅིག་གིས་ཡིད་ཆེས་བློས་འགེལ་རུ་ག་འདྲི་བྱེད་པར་རེ་བ་ག་འདྲི་སྐྱེ་གི་ཡོད་རེད་ད་དེ་ངས་ཧུར་ཐག་པ་དང་སྒྲུབ་བསམ་པ་ཅིག་གིས་དང་སེམས་ཁྲལ་བྱེད་ཡ་དེ་སེམས་ཤུགས་སྐྱེ་ཡ་གང་ས་རྒྱུར་ཡིན་ན་ཞེ་དྲག་ཕན་གི་རེད་ཤ་སོང་ང་ཨེ་ནི་ག་ལྟར་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་ཅིག་བཟང་དང་ངན་ག་རེ་ཡིན་ནི་ཨེ་ནི་ལྟོས་ནས་སྒྲུབ་པ་རེད་མ་གཏོགས་ལྟོས་མེད་རང་དབང་གི་ཡོད་བསྡད་པའི་སྐྱོན་ཆ་ཅིག་དང་བཟང་པོ་ཅིག་རྩ་བ་ནས་ཡོད་མ་རེད། བྱས་ཙང་ང་ཁོ་དངོས་ཡོད་གནས་ཚུལ་དེ། ཏེ། དཔེ་ག་ཚོགས་རེད་བཟང་ངན་གྱི་ཆ་མང་པོ་ཡོད་བསྡད་པ་ཞིག་རེད་མ་གཏོགས། བརྒྱ་ཆ་བརྒྱ་ཐ་བ་བཟང་པོ་དང་བརྒྱ་ཆ་བརྒྱ་ཐ་བ་ངན་པ་ཟེར་ཡ་དེ་རྩ་བ་ནས་ཡོད་མ་རེད། ཤེས་སོང། ད་ང་ཚོ་སེམས་ལ་ཡང་ཆགས་སྡང་སྐྱེས། སེམས་མ་སྐྱིད་པ་བྱས་དེ་འདྲ་སྐྱེས་པའི་ཁ་ཐུག་ལ་དེའི་ནང་ནས་སྣེ་ཁ་གཅིག་དྲུག་ནི་ད་སྡུག་གོར་བ་གཅིག་དྲུག་ནི། འོ་ད་དཔེ་ཆ་ཐམས་ཅད་ནི་སྡུག་གོར་བ་ཞིག་ལྟ་ཞིག་ལ་མཐོང་བསྡད་དུས་ཨེ་ནི་སེམས་མ་སྐྱིད་པ་ཅིག་ཡོད་རེད་ཁོང་ཁྲོ་ཟེར་ཡིན་གྱི་ཡོད་རེད། དེ་ལ་ཡང་ཕྱོགས་ཡོངས་ཀྱི་གནས་ཚུལ་དེ་འདུག་བསམ་ལོས་འདུག་ལྟ་ཐུབ་པ་བྱུང་ན་སེམས་ཁྲལ་ཡོང་ཡག་གི་རྒྱུ་རྐྱེན་གཅིག་ད་ཡོད་རེད་དེ་ཡང། གཅིག་སེམས་ཤུགས་སྐྱེ་ཡག་གི་རྒྱུ་རྐྱེན་མང་པོ་ཅིག་ཡོད་པ་རེད་མ་གཏོགས་མེད་པ་མ་རེད། རྐྱེན་དུ་མ་ཚོགས་པའི་སྒོ་ནས་སྒྲུབ་བདེ་ངེས། རྐྱེན་ལ་ལྟོས་ནས་སྒྲུབ་བདེ་བ་ཟེར་བ་ད་འདི་དཔེ་གལ་ཆེན་པོར་གདའ། ཤེས་སོང་ང་ཚོས emotion ཟེར་དེ just look from one angle རེད་བ། ངོས་གཅིག་ནས་འདུག་བལྟས་བལྟས་ནས་ཨེ་ནི་སྐྱོན་རུ་ཞིག་མཐོང་བདེ་འདུག་ཙང་ནི་ཨེ་ནི་སྐྱོན་དེ་ཆེན་པོ་ཧྲིལ་བོ་ཞིག་མཐོང་བདེ་མཁན་ཆེ། རྒྱ་ཆེན་པོ་ཞིག་འདུག་ཟེར་ན། སྐྱོན་ཡོད་རེད་དེ། དེ་ག་ཚིག་གི་ད། ཡག་ག་ཡི་ཡོད་རེད་དེ་ག་ཚིག་གི་སྐྱོན་ག་ཡོད་མ་རེད་བསམ་ལ་བསམ་བློ་འཁོར་ན་ནམ་ཟག་བསམ་བློ་དེ་འགྱུ་བ་ཞག་དྲུག་འདུག་ག། ཤེས་སོང་ཨ། དཔེར་ན་རྒྱ་མི་ང་ཚོས་གང་ལྟར་སྡུག་པོ་ཞི་བོ་ཞིག་ང་ཚོས་མྱངས་པ་རེད། རེད་དེ་ཡིན་ནའི། རྐྱེན་ངན་གྲོགས་ལ་ཕྱིན་བདེ་བ་ཞིག་བསམ་བློ་བཏང་ཡོད་འདོད་ཡ་དེ་ག་ཚིག་གི་བསམ་བློ་དེ། ཁོང་ཁྲོ་ཞི་བོ་ཟེར་དེ་ཨ་དེ་མི་འདུག་ག། ཤེས་སོང་ཨ། སོ་སོའི་དགའ་སའི། བརྙན་རིས་ཤིག་ལ་ཡིན་ནི་ཡོན་ཏན་ཤ་སྟག་མཐོང་བསྡད་དོན་ཨེ་ནི་ཆགས་པ་སྐྱེས་ཡོང་གི་ཡོད་རེད། དེའི་སྐྱོན་རེད་ཆགས་ཀྱི་རོ་འདུག་ཆ་ཚང་ཞིག་མཐོང་པ་ཡིན་ན་ཨེ་ནི་ཁོ་བློ་དེ་སྙོམས་པ་ཅིག་འགྲོ་བསྡད་ཀྱི་ཡོད་རེད་དབྱིན་ཇི་ཀས་ཤིན་ཏུ་མ་སོང་ནས་རིས་ལི་སིག་ཆགས་ཀྱི་ཡོད་རེད་ཤ་སོང་ང། Just from one angle one aspect དུ་བལྟས་པ་ཡིན་ན།

ང་ལ་བཏགས་པ་རང་བོད་པ་སོང་ཙང་ནི་སྒོམ་རྒྱབ་ཡས་ད་འདྲས་ཅིག་སེམས་པ་སྐྱིད་བོ་ཆགས་ཡས་ཅིག་ཡུལ་ཐབས་ལམ་འགྲོ་ཡུལ་བས་དུ་སྐད་ཅིག་ཨུ་རིན་པོ་ཆེ་བས་ཐུགས་རྗེ་གཟིགས། ཐབས་ལམ་གྱིས། གར་ས།
ཨོ། ཨོ། ད་འདི་བཏང་ཚན་གཅིག་རེད་ད། དངོས་པོ་ཡར་རྒྱས་ཅི་གོ་མཐོང་ནས་སེམས་སྐྱིད་པོ་ཡོང་གི་མེད་བདེ་བ་ཅིག་གིས་ད་གཞི་ནས་འཚོ་བ་ཞིག་ཡོང་བསྡད་ཡོད་རེད་བ། ཨེ་ནི། རང་བོད་པ་ཡིན་དུས་ཙང་ནས་ད་གུ་རུ་ཤིང་གི་ཡིག་རྒྱུད་བསམ་ནས་རོགས་བརྒྱག་གོ་ད། བྱས་ཙང་ད། ཏན་ཏན་ང་ཚོས་མི་ལ་ཕན་ཐོགས་བྱེད་ཡག་གི་ནུས་པ་བརྒྱ་ཆ་བརྒྱ་ཐ་བ་ཡོད་རེད་ཤེས་སོང་ང། ད་འདི་ངས་ལ་སོ་སོས་སློབ་སྦྱོང་བྱས་ནས་ལ། སོ་སོས་དེབ་འདི་འདྲ་མང་ཙི་བལྟས། བུའི་ཤིང་གི་བས། བུའི་ཤིང་གི་བས། ཨེ་ནི་དཔེར་ན་སྤྱོད་འཇུག་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པར་བྱ་ཞིང་དོང་བ། སྤྱོད་འཇུག། སྤྱོད་འཇུག་ཏོ། ལྟོས་དང། སྤྱོད་འཇུག། ལེའུ། དྲུག་པ་དེ་བྱས། ཟེར་བའི་ལེའུ་འདི་དཔལ་དགོན་ཟེར་བའི་ཡག་པོ་ཡོད་རེད། ཁོང་ཁྲོ་ཡོང་དུས་ཚང་ནས་ཁོང་ཁྲོའི་སྐྱོན་ག་འདྲས་ཡོད་མེད། ཨེ་ནི་ཁོང། ཁོང་ཁྲོ། པ། ག་སོགས་རེད་ཉུང་ངུར་བཏང་ན་ཁེ་ཕན་ག་རེ་ཡོད་པ་དེ་ཚོའི་གྲས་ཧ་ལས་པའི་འགྲེལ་བཤད་ཡག་པོ་ཡོད་རེད། དེ་ནས་ཁོང་ཁྲོ་ཡོང་ཡག་གི་རྒྱུ་རྐྱེན་གཙོ་བོ་གཅིག་དེ་ང་ང་ཟེར་ཡག་གི་རང་གཅེས་འཛིན་ཁང་ཐུག་ཡོད་རེད། དེ་ནས་སྤྱོད་འཇུག་གི་དེ་བསམ་གཏན་ལེའུ་ལེའུ་བརྒྱད་པ་དེ་ཀློག་ད། རང་གཅེས་འཛིན་གྱི་སྐྱོན་ག་འདྲ་ཡིན་པ། གཞན་གཅེས་འཛིན་གྱི་ཡོན་ཏན་ག་འདྲ་ཡིན་པ་དེ་ཧ་ལས་པའི་འགྲེལ་བཤད་ཡག་པོ་ཡོད་རེད་ང་ཆ་ཤ་ནས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བདུན་གྱི་ལོ་ལ་དྲུག་ཅུ་རེ་བདུན་ཡིན་པ་ཡོད་ཨེ་ངས་སྤྱོད་འཇུག་ཞུས་པ་རེད། ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་སྐུ་མདུན་དེ་ངས་སྤྱོད་འཇུག་ཞུས་པ་རེད། ཨེ་ནས་མི་དེའི་སྤྱོད་འཇུག་ཁྲིད། ང་རའི་སྤྱོད་འཇུག། དུས་དུས་དུས་ལ་ཀློག་བསྡད་ཀྱི་ཡོད་ཞེ་བུ་ཅི་ཕན་ཡོང་གི་སེམས་ལ་ཡ། ཨ་ཏི་ཁྱོད་རང་སྤྱོད་འཇུག་རྟོགས་སོ་ལྟོས། ཤེས་སོང་ཨ། ཨེ་ནས་མི་ལ་ཡ། ཨེ་ནས། བླ་མ་ཡིན་མདོག་མདོག་ཅིག་རྟོགས་སོ་བཤད་ཞོར་ཨེ། ཤེས་སོང་ཨ། མི་གཅིག་ལ་ཕན་ནའི་ཕན་པར་བ། དཔེ་གལ་ཆེན་པོར་གདའ། དཔེ་གལ་ཆེན་པོ་རེད། ངོས་ནས་རང་གི། རང་གི་ལས་ཀ་བྱེད་སའི་ནང་ལོགས་ལ་ཡི་མངན་ལ་སོ་སོ་སྤྱོད་འཇུག་བལྟས་བྱས་རྟོགས་ཤིག། ག་གཟུགས་རེད། རྒྱུས་ཡོད་པ་རུ་གཅིག་གདའ། ཉམས་མྱོང་རུ་རྟོགས་སུ་བྱུང་པ་ཡིན་ན་ཨེ་མི་གཅིག་ལ་ཕན་ནའི་ཕན་པར་བ། ཤེས་སོང། ཨེ་ནི་བོད་པའི་མཚན་མཐོང་ལས་ཕན་གི་རེད།

Are you God? ཟེར་ག་ཟེར་གི། No ཟེར་ལབ་ཡི། I am a human being ཟེར་ལབ་ཡི། ཤེས་སོང་ང། ད་ང་ཚོ་གཅིག་གི། ད་པ་ན་ང་རྒྱལ་དབང་སྐུ་མགྲོན་རིམ་བྱོན་ལ་ཡ། ཨེ་ནི་འཕགས་པ་སྤྱན་རས་གཟིགས་ཀྱི། བཤད་འདུག་ཟེར་ད་འབྲེལ་བ་ཡོད་དོད་པ་ཅིག་ཕལ་ཆེར་བསྟན་པ་རེད། ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པ། ཅིག་ལྷག་པའི་ལྷ་སྤྱན་རས་གཟིགས་དང་སྒྲོལ་མ་ལ་སོགས་པ་དེ་ཚོའི་གྲས་ཡང་ཡང་ཞལ་གཟིགས་ཀྱི་འདུག་པ་མན་གྲགས་ཆེ་བ་རེད། གང་ལྟར་འཕགས་པ་སྤྱན་རས་གཟིགས་ཀྱི་དམིགས་བསལ་གྱི་ད་བྱིན་རླབས་ཡོད་འདུག་པ་དེ་གསལ་པོ་ཤག་རེད། ད་འདི་ནས་ཐམས་ཅད་མཁྱེན་པ་དགེ་འདུན་རྒྱ་མཚོ་དགེ་འདུན་གྲུབ་པའི་ཡང་སྲིད་འཁྲུལ་མེད་རེད། ད་འདི་ནས་མ་བྱས་ནས་ཨེ་ནི་སྐུ་འཕྲེང་བཅུ་གསུམ་པ་བོག་ཏུ་མ་ཕེབས་ཨེ་ནི་ང་ད་སྐུ་འཕྲེང་བཅུ་བཞི་པ་ཡིན་པའི་སྐད་ཆ་རེད་ཨེ་འདུག་སེམས་ཏོག། འདིར་བསམ་ག་ཡིན་འགྲོ།

ཨོ་གྷེ། ཨོ་གྷེ། ཨོ་ཨོ་ཨོ་ཨོ་ཨོ་ཨོ། ངས་དེ་གི་ཡང་ད་ཆོས་གོས་འདི་ཁྱི་ཡོང་བྱས་ངའི་གཟུངས་སྔགས་གཅིག་གཉིས་ཤིག་འདས་ལུང་ཞིག་ཡིན་ཏོ་ཨ། ངས་དང་པོ་འདི། སྟོན་པ་ཐུ་བོའི་དབང་པོ་དེ་ཡོད་བསམ་པ་བྱས། ཨེ་ནི་དེའི་མཐའ་འཁོར་ལ་ཡ། ཨེ་ནི་པད་འབྲུག་བཅུ་བདུན། ཨེ་ནི། འདའ་ཀ་ནི་ཤིང་གི་ཨེ་ནི། གྲུབ་ཆེན་བརྒྱད་ཅུ་དེ་ཚོ་ཚང་མ་ཡོད་བསམ་པར་བྱས། ཤ་སོང་ཨ། ཨེ་ནི། བོད་གངས་ཅན་གྱི་ལྗོངས་ཀྱི་ཨེ་ནི་སྙིགས་མ། བཀའ་རྒྱུད་ས་སྐྱ་བཀའ་གདམས་ཇོ་ནང་དགེ་ལུགས། ཨོ། བླ་མ་གོང་མ་ཚང་མ་ཡོད་བསམ་པ་ཅིག་བྱས། ཨེ་ནི་དེ་རྣམས་ཀྱི་སྤྱན་སྔར་ལ་ཡ། ཐོག་མ། ཨེ་ནི་ཕྱག་འཚལ་བ་དང་མཆོད་པ་ལ་སོགས་པ་ཡན་ལག་བདུན་འདི། ཨེ་ནི་ཉམས་རྟོགས་སྟོན་ཤོག། ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་ཀུན་ཞིག་གསོལ་བ། རྒྱལ་བ་ཅུང་ཟད་བདག་གི་རྗེས་བསགས་པ་ཐམས་ཅད་རྫོགས་པའི་བྱང་ཆུབ་ཕྱིར་བསྔོའོ། ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་ཀུན་ཞིག་གསོལ།

ཨེ་ནི། གང་གིས་རྟེན་ཅིང་འབྲེལ་བར་འབྱུང་འགག་པ་མེད་པ་སྐྱེ་མེད་པ་འཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་སྤྱི་མེད་སྤྲོས་པ་གཉིས་ཤེས་ཕྱིར་བསྟན་པ་རྫོགས་པའི་སངས་རྒྱས་སྨྲ་རྣམས་ཀྱི་དམ་པ་དག་ལ་ཕྱག་འཚལ་ལོ་ཞེས་ནི། སངས་རྒྱས་བཅོམ་ལྡན་འདས། སྐུ་ལ་གཅིག་མཚན་དང་དཔེ་བྱད་ཀྱིས་བརྒྱན་བཞག། གསུང་ཚངས་དབྱངས། ཨ་ནི། སྐྱེས་པའི་ཚངས་པའི་དབྱངས་དང་ལྡན་པ་རེད་བཞག་རེ་བ་དེ་ཙམ་མ་གསུང་ཨ། རྟེན་ཅིང་འབྲེལ་པར་འབྱུང་བའི་དེ་ཁོ་ན་ཉིད་རང་དབང་གི་སྒོ་ནས་འདོམས་པར་མཛད་ངེས་ཀྱི་སྟོན་པ་གསོན་ཡང་དེ་ལྟ་བཞི་བོ་ཅི་རྩ་ཆེན་པོ་རེད་བཞག་སོང་ཨ། ཇི་རྩ་བ་དེ་འདྲ་རེད་བོད་དང་སྨྲ་བ་འདའ་མེད་པ། རྟེན་འབྱུང་གི་གཏམ། རང་དབང་གི་སྒོ་ནས་འདོམས་པར་མཛད་ངེས་ཀྱི་སྟོན་པ་སྟོན་པ་བཅོམ་ལྡན་འདས་འདི་ཡོད་བསམ་པ་བྱས། ད་དེའི།

ཨེ་ནི། ཏེ་ག་ས། ཉེ་བའི་སྲས་ཆེན་བརྒྱད། ཨེ་ནི་འཕགས་པ་སྤྱན་རས་གཟིགས་འཕགས་པ་འཇམ་པའི་དབྱངས། ཨེ་ནི་ཕྱག་རྡོར་ལ་སོགས་པ་འདི་ཚོའི་གྲས་ཉེ་བའི་སྲས་ཆེན་བརྒྱད་བྱས། ཨེ་ནི་དེའི་གྲས་དེ་འཕགས་མ་སྒྲོལ་མ། ཡོད་བསམ་པ་བྱས། བདག་གཉེར་ལ།

འཕགས་པ་འཇམ་དཔལ། འོ་ད་དེ། ལྷག་པར་དུ་ང་རང་ཚོ་སློབ་ཕྲུག་ཚོས་ཨེ་ན་ཨ་ར་པ་ས། ཉི་མ་རེ་རེ་བཞིན་ནས། ཅིག་གི་ཕྲེང་སྐོར་རེ་ཟིན་དེ་དྲངས་ཐུབ་ན། ཞོགས་སྐད་ལྔ་པོ། གཉིས་བསད་པ་དག་ག་ཨོ་མ་ཨ་ར་པ་ས་ན་དེ་ཨོ་མ་ཨ་ར་པ་ས་ན་དེ་བྱ་དེ་དྲངས་གི་ཡིན་ན། རིག་པ། འཕེལ་ཡག་ལ་ཡ་ཁྱད་པར་ཞེ་དྲག་ཡོད་རེད། ང་ར་ཆ་ཤས་ནས་ཆུ་འཇུའི་སྒང་ནས། ཨ་ར་པ་ས་བསད་གི་ཡོད།

ཡིག་དྲུག། ཨེ་ནི། འཕགས་པ་འཇམ་དཔལ་གྱི་ཨ་ར་བ་ཙཱ་ན། ཨེ་ནི་སྒྲོན་མ་ཕྲིན་ལས་ཀྱི་ལྷ་རེ། ཨེ་ནི་ཅིག་སོ་སོ་ཅིག། ནས་ན་ས་མ་ཡོན་ཡག་ད། ཅིག། ཚེ་རིང་བ་དང་དེ་འདྲ་མང་པོ་ཅིག་ལ། སྒྲོན་མའི་གཟུངས་སྔགས་དེ་བསགས་ན་ཕན་ཐོགས་ཡོད་རེད་ཨེ་འདུག་ཟེར་ཡ། ད་བྱས་ན། ཨེ་ནི་འདིའི་ཞུ་སྒོ་དེ། ཨེ་ནི། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་ཟེར་ཡ་དེ། ཚགས་གསུམ། ཉམས་རྟོགས་ལ་ཡར་ལབ་ཤོག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་ཟེར་ནས་སྐྱབས་འགྲོ་དུ་བྱས། དེ་ནས་བྱང་ཆུབ་ཧོ་དུ་དང་ནི་གྱུར་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག་ཅེས་ནས་ང་རང་གི་ཨ་ནེ་ཅིག་མི་ལི་ཡ་པའི་ག་སུག་རེ་ཕི་ཀའི་ཕན་ཐོགས་བྱས་ཤ་བ་ཅིག་གང་དགེ་བའི་རྩ་བ་གང་བསགས་ཤ་བ་འདི་ཡིད་ཚང་མ་ལོག་ཨ་ནེ། སངས་རྒྱས་ཀྱི་གོ་འཕང་ཐོབ་ཡག་གི་རྒྱུར་འགྱུར་བར་ཤོག་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་དེ་ང་རང་གཅིག་ཨོག་དོན་དག་མ་ཡིན་པར་སེམས་ཅན་རང་དང་རང་འདྲ་བའི་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་ཡག་གི་ཨེ་ནི་དོན་དག་ལ་ཡག་ཨེ་ནི་སངས་རྒྱས་གོ་འཕང་ཐོབ་པར་ཤོག་ཅེས་བསམ་པའི་སྨོན་ལམ་འདི་བརྒྱབ་བྱས་ཨེ་ནི་ཉམས་རྟོགས་ལབ་ཤོག་ཨ། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་བར་ཤོག།

ཨ་ནི་ཚ་མོ་ལོ་སེམས་སྐྱིད་པོ་བྱེད་བློ་བདེ་པོ་བྱེད་འདོད་ཨ་ཨེ་བཀྲ་ཤིས་བདེ་ལེགས་ཨོ་ཡ་ཐུགས་རྗེ་ཐུགས་རྗེ་ཆེ། མཐའ་དོན་ཨ་ནི་རྒྱལ་བ་དོན་གྱི་བདག་པོ་ཨ་ནི་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་ཆོས་སྐུ་ཚེ་ཡུན་རིང་གནས་པ་དང་ཨ་ནི་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་ང་ད་ག་རང་འཚམ་བཞག་ཨ་ཡིན་ཨ་བརྙན་ཐུང་རྗེས་མ་ལ་མཇལ་ཡོང་ཐུགས་ཆེ་གནང།